ཕྱག་ཆེན་གང་གཱ་མ། ཕྱག་ཆེན་རྡོ་རྗེ་ཚིག་རྐང་ཉི་ཤུ་རྩ་བརྒྱད། ཕྱག་ཆེན་གང་གཱ་མ། ཕྱག་ཆེན་རྡོ་རྗེ་ཚིག་རྐང་ཉི་ཤུ་རྩ་བརྒྱད། རྒྱ་གར་སྐད་དུ། མ་ཧཱ་མུ་དྲ་ཨུ་པ་དེ་ཤ། བོད་སྐད་དུ། ཕྱག་རྒྱ་ཆེན་པོའི་མན་ངག། དཔལ་རྡོ་རྗེ་མཁའ་འགྲོ་ལ་ཕྱག་འཚལ་ལོ། ཕྱག་རྒྱ་ཆེན་པོ་བསྟན་དུ་མེད་ཀྱང། དཀའ་བ་སྤྱོད་ཅིང་བླ་མ་ལ་གུས་པས། སྡུག་བསྔལ་བཟོད་ལྡན་བློ་ལྡན་ནཱ་རོ་པ། སྐལ་ལྡན་ཁྱོད་ཀྱིས་བློ་ལ་འདི་ལྟར་བྱོས། དཔེར་ན་ན་རྒ་གང་གིས་གང་ལ་བརྟེན། དེ་བཞིན་ཕྱག་རྒྱ་ཆེ་ལ་བརྟེན་ཡུལ་མེད། མ་བཅོས་གཉུག་མའི་ངང་དུ་ལྷོད་ལ་ཞོག། བཅིངས་པ་ལྷོད་ན་གྲོལ་བར་ཐེ་ཚོམ་མེད། དཔེར་ན་ནམ་མཁའི་དཀྱིལ་ལྟས་མཐོང་བ་འགག་པར་གྱུར། དེ་བཞིན་སེམས་ཀྱིས་སེམས་ལ་ལྟས་བྱས་ན། རྣམ་རྟོག་ཚོགས་འགག་བླ་མེད་བྱང་ཆུབ་ཐོབ། དཔེར་ན་ཁུག་ན་སྤྲིན་རྣམས་ནམ་མཁའི་ཁམས་སུ་ལྡིང། གར་ཡང་སོང་བ་མེད་ཅིང་གར་ཡང་གནས་བ་མེད། དེ་བཞིན་སེམས་ལས་བྱུང་བའི་རྟོག་ཚོགས་ཀྱང། རང་སེམས་མཐོང་བས་རྟོགས་པའི་རྦ་རླབས་དང། དཔེར་ན་ནམ་མཁའི་རང་བཞིན་ཁ་མདོག་དབྱིབས་ལས་འདས། དཀར་ནག་དག་གིས་གོས་བཞིན་གྱུར་བ་མེད། དེ་བཞིན་རང་སེམས་སྙིང་པོ་ཁ་དོག་དབྱིབས་ལས་འདས། དགེ་སྡིག་དཀར་ནག་ཆོས་ཀྱིས་གོས་མི་འགྱུར། དཔེར་ན་དྭངས་གསལ་ཉི་མའི་སྙིང་པོ་དེ། སྐྱེ་བ་སྟོང་གི་མུན་པས་བྲི་མི་འགྱུར། དེ་བཞིན་རང་སེམས་སྙིང་པོ་འོད་གསལ་དེ། སྐྱེ་བའི་འཁོར་བས་བྲི་བར་མི་ནུས་སོ། དཔེར་ན་ནམ་མཁའ་སྟོང་པར་ཐ་སྙད་རབ་བཏགས་ཀྱང། ནམ་མཁའ་ལ་ནི་དེ་འདྲར་བརྗོད་དུ་མེད། དེ་བཞིན་རང་སེམས་འོད་གསལ་བརྗོད་གྱུར་ཀྱང། དེ་འདྲར་བསྒྲུབ་བྱའི་ཐ་སྙད་གདགས་གཞི་མེད། དེ་ལྟར་སེམས་ཀྱི་རང་བཞིན་གདོད་ནས་ནམ་མཁའ་འདྲ། ཆོས་རྣམས་ཐམས་ཅད་དེ་རུ་མ་འདུས་མེད། ལུས་ཀྱི་བྱ་བ་ཡོངས་མཐོང་རྣལ་འབྱོར་དལ་བར་འདོད། ངག་གི་སྨྲ་བརྗོད་མེད་དེ་གྲགས་སྟོང་བྲག་ཆ་འདྲ། ཡིད་ལ་ཅི་ཡང་མི་བསམ་ལ་དེ་ཆོས་ལ་ལྟོས། ལུས་ལ་སྙིང་པོ་མེད་བ་སྨྱུག་མའི་སྡོང་པོ་འདྲ། སེམས་ནི་ནམ་མཁའི་དཀྱིལ་ལྟར་བསམ་པའི་ཡུལ་ལས་འདས། དེ་ཡི་ངང་ལ་བཏང་བཞག་མེད་པར་ལྷོད་ལ་ཞོག། སེམས་པ་གཏད་སོ་མེད་ན་ཕྱག་རྒྱ་ཆེན་པོ་ཡིན། དེ་ལ་གོམས་ཞེས་བྲིས་ན་བླ་མེད་བྱང་ཆུབ་ཐོབ། སྔགས་སུ་སྨྲ་དང་ཕ་རོལ་ཕྱིན་པར་སྨྲ། འདུལ་བ་མདོ་སྡེ་སྡེ་སྣོད་སྣ་ཚོགས་ཀྱི། རང་རང་གཞུང་དང་གྲུབ་པའི་མཐའ་ཡིས་ནི། འོད་གསལ་ཕྱག་རྒྱ་ཆེན་པོ་མཐོང་མི་འགྱུར། ཞེ་འདོད་འབྱུང་བས་འོད་གསལ་མ་མཐོང་སྒྲིབ། རྟོག་པའི་སྲུང་ཟློག་དམ་ཚིག་དོན་ལས་ཉམས། ཡིད་ལ་མི་བྱེད་གཞི་འདོད་ཀུན་དང་བྲལ། རང་བྱུང་རང་བཞི་ཆུ་ཡི་པ་ཏྲ་འདྲ། མི་གནས་མི་དམིགས་དོན་ལས་མི་འདའ་ན། དམ་ཚིག་མི་འདའ་མུན་པའི་སྒྲོན་མེ་ཡིན། གཞི་འདོད་ཀུན་བྲལ་མཐའ་ལ་མི་གནས་ན། སྡེ་སྣོད་ཆོས་རྣམས་མ་ལུས་མཐོང་བར་འགྱུར། དོན་འདིར་གཞོལ་ན་འཁོར་བའི་བཙོན་ལས་ཐར། དོན་འདིར་མཉམ་བཞག་བརྡེག་འཁྲིས་ཐམས་ཅད་བསྲེགས། བསྟན་པའི་སྒྲོན་མེ་ཞེས་སུ་བཤད་པ་ཡིན། དོན་འདིར་མེད་མོད་སྐྱེས་བུ་བླུན་པོ་རྣམས། འཁོར་བའི་ཆུ་བོས་རྟག་ཏུ་འཁྱེར་བར་ཟད། སྡུག་བསྔལ་མི་བཟད་བླུན་པོ་སྙིང་རེ་བྱེད། སྡུག་བསྔལ་མི་བཟད་ཐམས་འདོད་བླ་མ་མཁའ་ལ་བརྟེན། བྱིན་རླབས་སྙིང་ལ་ཞུགས་ན་རང་སེམས་གྲོལ་བར་འགྱུར། སྐྱེ་བོ་འཁོར་བའི་ཆོས་འདི་དོན་མེད་སྡུག་བསྔལ་རྒྱུ། བྱས་པའི་ཆོས་ལ་སྙིང་པོ་མེད་པས་དོན་ལྡན་སྙིང་པོ་ལྟོས། གཟུང་འཛིན་ཀུན་ལས་འདས་ན་ལྟ་བའི་རྒྱལ་པོ་ཡིན། གཡེང་བ་མེད་ན་སྒོམ་པའི་རྒྱལ་པོ་ཡིན། བྱ་རྩོལ་མེད་ན་སྤྱོད་པའི་རྒྱལ་པོ་ཡིན། རེ་དོགས་མེད་ན་འབྲས་བུ་མངོན་དུ་འགྱུར། དམིགས་པའི་ཡུལ་དེས་སེམས་ཀྱི་རང་བཞིན་གསལ། གྲོལ་བའི་ལམ་མེད་སངས་རྒྱས་ལམ་ན་ཟིན། སྒོམ་པའི་ཡུལ་མེད་གོམས་ན་བླ་མེད་བྱང་ཆུབ་ཐོབ། ཀྱེ་མ་འཇིག་རྟེན་ཆོས་ལ་ལེགས་རྟོགས་དང། བལྟ་མི་ཐུབ་སྟེ་རྨི་ལམ་སྒྱུ་མ་འདྲ། རྨི་ལམ་སྒྱུ་མ་དོན་ལ་ཡོད་མ་ཡིན། དེས་ན་སྐྱོ་བ་སྐྱེས་པ་འཇིག་རྟེན་བྱ་བ་མཐོང། ཁོར་ཡུལ་ཆགས་སྡང་འབྲེལ་བ་ཀུན་གཅོད་ནས། གཅིག་པུར་ན་འདབ་རི་ཁྲོད་གནས་པར་བསྒོམས། བསྒོམ་དུ་མེད་པའི་ངང་ལ་གནས་པར་གྱིས། ཐོབ་མེད་ཐོབ་ན་ཕྱག་རྒྱ་ཆེན་པོར་ཐོབ། དཔལ་ནག་ལྗོན་ཤིང་སྡོང་པོ་ཡལ་ག་ལོ་འདབ་བརྒྱད། རྩ་བ་གཅིག་ཆད་ཡལ་ག་ཁྲི་འབུམ་སྐམ། དེ་བཞིན་སེམས་ཀྱི་རྩ་བ་བཅད་ན་འཁོར་བའི་ལོ་འདབ་སྐམ། དཔལ་ནཱ་རྒྱལ་སྟོང་བསགས་པའི་མུན་པ་ཡང། སྒྲོན་མེ་གཅིག་གིས་མུན་པའི་ཚོགས་རྣམས་སེལ། དེ་བཞིན་རང་སེམས་འོད་གསལ་སྐད་ཅིག་གིས། བསྐལ་བར་བསགས་པའི་མ་རིག་སྡིག་སྒྲིབ་སེལ། ཀྱེ་ཧོ་བློ་ཡི་ཆོས་ཀྱི་བློ་འདས་དོན་མི་མཐོང། བྱས་པས་ཆོས་ཀྱི་བྱར་མེད་དོན་མི་རྟོགས། བློ་འདས་བྱར་མེད་དོན་དེ་ཐོབ་འདོད་ན། རང་སེམས་རྩ་གཅོད་རིག་པ་སྤྱི་བོར་ཞོག། རྟོག་པ་དྲི་མའི་ཆུ་དེ་དྭངས་སུ་བཅུག། སྣང་བ་དགག་སྒྲུབ་མི་བྱ་རང་སར་ཞོག། སྤང་བླང་མེད་པར་སྣང་སྲིད་ཕྱག་རྒྱར་གྲོལ། ཀུན་གཞི་སྐྱེ་བ་མེད་པའི་བག་ཆགས་གྲིབ་གཡོག་སངས། སྙེམས་བྱེད་རྩིས་གདབ་མི་བྱ་སྐྱེ་མེད་སྙིང་པོར་ཞོག། སྣང་བ་རབ་སྣང་བློ་ཡིས་ཆོས་རྣམས་ཟད་དུ་བཅུག། མུ་མཐའ་ཡོངས་གྲོལ་ལྟ་བའི་རྒྱལ་པོ་མཆོག། མུ་མེད་བསྟན་དབྱངས་སྒོམ་པའི་རྒྱལ་པོ་མཆོག། མཐའ་གཅོད་ཕྱོགས་བྲལ་སྤྱོད་པའི་རྒྱལ་པོ་མཆོག། རེ་མེད་རང་གནས་འབྲས་བུའི་མཆོག་ཡིན་ནོ། ལས་ནི་དང་པོ་ལྕོག་རོང་ཆུ་དང་འདྲ། བར་དུ་ཆུ་བོ་གང་གཱའི་དལ་བཞིན་གཡོ། ཐ་མ་ཆུ་ནག་མ་བུ་འཕྲད་པ་འདྲ། བློ་དམན་སྐྱེས་བུའི་ངང་ལ་མི་གནས་ན། རླུང་གི་གནས་སོགས་རིག་པ་བཅུད་ལ་བོར། ལྟ་སྟངས་སེམས་ཅན་ཡན་ལག་དུ་མ་ཡི། རིག་པ་ངང་ལ་མི་གནས་བར་དོ་གཅུན། ལས་རྒྱ་བརྟན་ན་བདེ་སྟོང་ཡེ་ཤེས་འཆར། ཐབས་དང་ཤེས་རབ་བྱིན་རླབས་སྙོམས་པར་འཇུག། དལ་བར་འབབ་ཅིང་སྐྱིད་རྟོགས་དྲང་བ་དང། ནད་གསོ་སྐྱེ་དང་ལུས་ལ་ཁྱབ་པར་བྱ། དེ་ལ་ཆགས་ཞེན་མེད་ན་བདེ་སྟོང་ཡེ་ཤེས་འཆར། ཚེ་རིང་སྐྲ་དཀར་མེ་ཅན་ཟླ་པས་རྒྱས་པར་འགྱུར། བཀྲག་མདངས་གསལ་ལ་སྟོབས་ཀྱང་སེང་གེ་འདྲ། ཐུན་མོང་དངོས་གྲུབ་མྱུར་ཐོབ་མཆོག་ལ་གཞོལ་བར་འགྱུར། ཕྱག་རྒྱ་ཆེན་པོ་གནད་ཀྱི་མན་ངག་འདི། འགྲོ་བ་སྐལ་ལྡན་སྙིང་ལ་གནས་པར་ཤོག། ཕྱག་རྒྱ་ཆེན་པོ་སྤྲུལ་པའི་དཔལ་ཏེ་ལོ་པ་ཆེན་པོའི་ཞལ་སྔ་ནས་མཛད་པ། ཁ་ཆེའི་དཔེ་འདི་དག་ཁྱེད་ལ་གྲུབ་པས་ན་རོ་པས་དཀའ་བ་བཅུ་གཉིས་མཛད་པའི་སྟེང་ལ་ཆུ་བོ་གངྒཱའི་འགྲམ་དུ་ཏེ་ལོ་པས་གསུངས་པ་ཕྱག་རྒྱ་ཆེན་པོ་རྡོ་རྗེའི་ཚིག་རྐང་ཉི་ཤུ་རྩ་དགུ་པ་རྫོགས་སོ། ནཱ་རོ་པ་ཆེན་པོའི་ཞལ་སྔ་ནས་དང། བོད་ཀྱི་ལོ་ཙཱ་བ་ཆེན་པོ་སྒྲ་བསྒྱུར་གྱི་རྒྱལ་པོ་མར་པ་ཆོས་ཀྱི་བློ་གྲོས་ཀྱིས་བྱང་པུ་ལ་ཧ་རིར་བསྒྱུར་ཅིང་ཞུས་ཏེ་གཏན་ལ་ཕབ་པ་རྫོགས་སོ། ཨི་ཐི་རྒྱལ་བོ།